ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དང་དུ་གསོལ་བྱ་བླ་ན་མེད་པའི་མཉན་ལྟ་བུར་རྫོགས་པའི་སངས་རྒྱས་ཀྱི་སྒོ་མང་དང་བར་ཆད་གནོད་བྱ་ཐོབ་པར་བྱ། དེའི་ཆེད་དུ་གསུང་རབ་རྣམ་པར་དག་པ་ལ་ཚུལ་བཞིན་དུ་འཇུག་པར་བགྱིའོ་སྙམ་པའི་བསམ་པ་བྱང་ཆུབ་མཆོག་ཏུ་སླེབ་པར་ས་དམ་དུ་བསམ་པར་ཞུ། དེ་ལ་འདིར་གང་ཞིག་སེམས་པར་བྱ་བའི་ཆོས་ནི། ངོ་བོ་མཐའ་དགུ་དང་མཐའ་རྣམ་པར་འབྱེད་པའི་བསྟན་བཅོས་དེ་ཉིད་ཞུ་བར་བྱེད་པའི་སྐབས་ནས། ད་ལྟ། ཤེས་བྱ་སྤྱི་ཡི་ཚུལ་གྱི་དབང་དུ་བྱས་པ་གསུམ་ཡོད་པའི་ནང་ནས་དང་པོ། ཤེས་བྱ་མཚན་ཉིད་བཤད་པའི་སྐབས། ཤེས་བྱ་མཚན་ཉིད་ཞེས་པ་དེ་ལ་ཡང་ཀུན་ཉོན་འཁོར་བ་གི་མཚན་ཉིད་དང་རྣམ་བྱང་མྱང་འདས་ཀྱི་མཚན་ཉིད་གཉིས་ཡོད་པའི་ནང་ནས་ད་ལྟ་ཀུན་ཉོན་འཁོར་བའི་གི་མཚན་ཉིད་ཞེས་པའི་སྐབས་རེད། དེ་ལ་ཡང་དེ་ནི་ཀུན་ཉོན་འཁོར་བའི་གི་ངོ་བོ་ཤེས་པ་གོང་དུ་ཞུས་ཟིན་ཏེ། ད་དེ་རིང་འདི་ནས་མ་དེ་ནི། ཚུར་ཇི་ལྟར་ཉོན་མོངས་པ་ཤེས་པ་ཟེར་ཡང་ད་དེའི་སྐབས་ནས་ཡིན་པར་ད་ཚུར་ཇི་ལྟར་ཉོན་མོངས་པ་ཤེས་པ་དེ་ལ་ཡང། དེ་ནི་ཁ་སང་གོང་དུ་གང་གིས་ཉོན་མོངས་པར་བྱེད་པ་ཟེར་ད་ཉོན་མོངས་པར་བྱེད་མཁན་དེ།

ཁྲེས་པའི་ཕྱིར་དང། ཀུན་འཛིན་ཕྱིར། རྫོགས་བྱེད་ཕྱིར་དང་གསུམ་སྤྱོད་ཕྱིར། ཉེ་བར་སྤྱོད་ཕྱིར་བསྡུ་བའི་ཕྱིར། སྦྱོར་བའི་ཕྱིར་དང་མངོན་དུ་ཕྱིར། སྡུག་བསྔལ་ཕྱིར་ནི་འགྲོ་ཉོན་མོངས། ཟེར་ཡང་དག་དེ་བར་དུ་ཐོན་པ་ཡིན་པ་རེད། ད་དེ་གསུངས་ཡོང་དུས་ཚང་ནས། དེ་ནས་ཡང་དག་པ་མ་ཡིན་པའི་ཀུན་ཏུ་རྟོག་པ། ད་དེའི་དབང་གིས། དེ་ནས་སྲེད་པ་མཁའ་གསུམ་འཁོར་བ་ལ་འཁྱམས་ཡོང་བའི་ཚེ་ན། འཁྲུར་ཡོང་བའི་ཚེ་ན། དེ་ནས་རྟེན་ཅིང་འབྲེལ་བར་འབྱུང་བ་ཡན་ལག་བཅུ་གཉིས། ལུང་ཆུང་གི་ཚུལ་གྱིས་སྒོ་ནས་དེ་ནས་འཁྲུར་ཡོང་གི་རེད་གསུངས་པར་དཔེར་ན། ཕག་གྲོལ་བའི་སྐབས་སུ་ལུག་ལྡོག་ཆགས་འགྲོ་གི་རེད་བ། ཚུར་འཁྲུར་བའི་སྐབས་སུ་དེ་ནས་ལུང་ཆུང་ཆགས་ཡོང་གི་ཡོད་རེད། དེ་ཡིན་དུས་ཙང་ནས། དེ་ནས་ད་ལུགས་སུ་འབྱུང་ཚུལ་རེད། དེ་ལ། སྤྱི་བདག་དེ་ནི་རྟེན་འབྲེལ་ཡིན་ལ་བཅུ་གཉིས་ཀྱིས་ད་བསྐོར་འདི། གྲུབ་མཐའ་ཐམས་ཅད་ཀྱི་རྟེན་འབྲེལ་ཡིན་ལ་བཅུ་གཉིས་ཀྱི་ཐོག་ནས་འཁོར་ཚུལ་བཤད་ཡོང་གི་ཡོད་རེད། དེ་ནི་གྲུབ་མཐའ་ཐམས་ཅད་ཀྱི་རྟེན་འབྲེལ་ཡིན་ལ་བཅུ་གཉིས་ཀྱི་རྣམ་གཞག་དེ་བཟོ་ཡོང་གི་ཡོད་རེད་དེ་ཕྱི་དུས་ཚང་ནས་དཔེར་ན། མཛོད་ཀྱི་སྐབས་འདྲ་བྱས་ན་རྟེན་འབྲེལ་ཡིན་ལ་བཅུ་གཉིས་ཟེར་ཡ་དེ། དེ་ནས། རེ་རེ་ལ་ཡང་ད་ཕུང་པོ་ལྔ་དང་བཅས་པ་དེ་འདྲ་ཅིག་ཡིན་གསུང་གི་ཡོད་རེད་བ། མ་རིག་པ་ཟེར་ཡོང་དུས་ཚང་ནས་སེམས་བྱུང་མ་རིག་པ་གཅིག་འབུ་གཅིག་ལ། ངོས་འཛིན་མ་བྱས་པ་ནས་དེ་མ་རིག་པ་དེ་གཙོ་བོ་ལ་བཤད་ནས། དེ་འདྲ་བོ་དེ་དང་མཉམ་དུ་ཡོད་པའི་དང་མཚུངས་ལྡན་དང་དེ་དང་མཉམ་དུ་ཡོད་པའི་དེ་ནི་གཅིག་གཟུགས་ཕུང་ལ་སོགས་པ་ལྟ་བུའོ། དེ་འདྲའི་གི་ཕུང་པོ་ལྔ་པོ་ཡོངས་སུ་རྫོགས་པ་གཅིག་མ་རིག་པ་དེ་དང་འབྲེལ་བའི་གི་དེ་ནི་ཕུང་པོ་ལྔ་པོ་ཡོངས་སུ་རྫོགས་པ་ལ་དེ་ནི་མ་རིག་པའི་ཡན་ལག་ཟེར་ཡང་དེ་འདྲ་བཤད་ན་ཡོང་གི་ཡོད་རེད་དེ་ནང་བཞིན་དུ་དེ་ནི་འདུ་བྱེད་ཡང་འདུ་བྱེད་ཟེར་ཡང་དེ་ལས་མངོན་པར་འདུ་བྱེད་པ་རེད། དེ་ཡང་དེ་ནི་དེ་དང་དེའི་ལས་ཀྱི་ངོ་བོ་གཅིག་པུ་ཙམ་མ་ཡིན་པར་དེ་དང་མཉམ་དུ་ཡོད་པའི་མཚུངས་ལྡན་དང། དེ་ནི་མཚུངས་ལྡན་མ་ཡིན་པ། དེ་འདྲ་བྱེད་ཡོན་གྱི་རྩ་ནི་འཁོར་དུ་བྱས་ན་ཕུང་པོ་ལྔ་ཡི་བདག་ཉིད་ཅན་རེད་ཟེར་ན་ད་གཏན་བདེ་ཡིན་ལ་བཅུ་གཉིས་པོ་ཡོངས་རྫོགས་དེ། ཕུང་པོ་ལྔ་ཡི་བདག་ཉིད་ཅན་ཡིན་པ་དེ་འདྲ་ཞིག་འགྲེལ་བཤད་གནང་ཡོང་གི་ཡོད་རེད། དེ་ནི་མདོ་སྡེ་པ་ཡིན་ཕྱིན་འདྲ་བྱེད་ཡིན་ན། ད་གཏན་བདེ་ཡིན་ལ་བཅུ་གཉིས་ཟེར་དུས་རྩ་ནི་ཕུང་པོ་ལྔ་པ་ཅན་གྱི་བདག་ཉིད་ཅན་ཅིག་ལ་གསུང་གི་ཡོད་མ་རེད་དེ་ཡིན་དུས་རྩ་ནི་མ་རིག་པ་ཟེར་ཡ་དེ་ཡང། གཙོ་བོ་དེ་ནི་མདོ་སྡེ་པའི་ངོས་འཛིན་བྱེད་སྟངས་འདྲ་བོ་བྱས་པ་ཡིན་ན་མ་རིག་མི་མཛའ་བརྫུན་སོགས་ཡིན་ཟེར་ནས་གསུང་དུས་རྩ་ནི་སེམས་བྱུང་རྨོངས་པ། འོ་ད་དེ་འདྲ་ཅིག་ལ་དེ་ནི་མ་རིག་པ་ཟེར་ནས་གསུང་ཡོང་གི་ཡོད་རེད། དེ་ནས་དེའི་སྒང་གི་དཔེར་ན་གྲུབ་མཐའ། དང་ཐེག་ཆེན་སེམས་ཙམ་པ་ལྟ་བུ། དེ་ནས་དེའི་ནང་ལྷག་པར་དུ་དེ་ནི་དབུ་མ་པ་འདྲ་བྱས་ནས་ཁ་ཚང་གོང་དུ་ཞུས་པ་ནང་བཞིན་བྱས་ནས་གཙོ་བོ་དེ་ནི་བདེན་འཛིན་མ་རིག་པ་སོགས་ཡང་དག་དེ་འདྲ་བྱས་ན་འདྲ་བྱས་ན་ཡོང་གི་ཡོད་རེད་བ། འོ་དེ་རེད་ད་དེ་ནས་ནས་དང་པོ། རང་རང་གི་བྱེད་ལས་དེ་ངོས་བཟུང་བའི་ཐོག་ནས་དེ་ནི་ངོ་བོ་ངོས་འཛིན་གནང་ཡོང་གི་ཡོད་རེད་འདི་ནང་ན་མ། དེ་ནི་དང་པོ་མ་རིག་པ་གི་བྱེད་ལས་དེ་ག་ཟེར་ན་སྒྲིབ་པའི་ཕྱིར་དང་ཟེར་ཡ་ད་རེད། དེ་ལ་ཀུན་ནས་ཉོན་མོངས་པའི་མཚན་ཉིད་ནི་མ་རིག་པའི་ཡང་དག་པ་ཇི་ལྟ་བ་བཞིན་མཐོང་བ་ལ་སྒྲིབ་པའི་ཕྱིར་དང། དག་དེ་བྱེད་དུས་ཙམ་ནས། སྤྱི་དང་རྟེན་འབྲེལ་ཡིན་ལ་བཅུ་གཉིས་ཀྱི་སྒོ་ནས་འཁོར་ཚོགས་གསུངས་བཞག་པ་འདི། དེ་ནས་ད་གཙོ་ཆེ་བ་འདྲ་བོ་དེ་ད་ལྟ་མཛོད་ཀྱི་གནས་སྐབས་སུ། བར་དུ་རྒྱལ་ཡོངས་རྫོགས་ལྡན་ལའོ་ཟེར་ནས་གསུངས་ཡོང་དུས། དེ་ནི་གང་ཟག་འདོད་ཁམས་པ་སྔར་ཅི་ཡིན་པ་བཅས་ཀྱི་དབང་དུ་བཏང་ནས། དེ་ནི་གཙོ་ཆེ་བ་དེ་དེ་འདྲ་ཡིན་ལ་བཅུ་གཉིས་ཟེར་ན་སོང་ཡོང་གི་ཡོད་རེད་ད་དེ་མ་ཡིན་པར་སྔར་ཅི་མ་ཡིན་པ་དེ་ཚོ་ལ་ཡང་ཅི་དང་དེ་འདྲ་ཡིན་ལ་བཅུ་གཉིས་བཙལ་ཡག་ཡོད་རེད་བ། ང་ཚོ་དགོངས་གཅིག་ནང་ལ་གཏན་བདེ་བཅུ་གཉིས་སྐད་ཅིག་མ་གཅིག་ལ་ཚང་བ། འོ་དེ་འདྲ་ཅིག་སོང་ཡོང་དུ་ཙང་ནས་ནི། མདོར་ན་འཁོར་བའི་ནང་ལ་སྐྱེས་བདེ་བའི་གང་ཟག་ཅིག་ཡིན་ནས་སོང་སྟེ། དེ་ནས་གཏན་གྱི་འབྲེལ་བར་འབྱུང་བ་ཡིན་ལ་བཅུ་གཉིས་བཙལ་གྱི་ཡོད་བསྡད་པ་ཡིན་པ་རེད།

འབྲེལ་བ་ཅན་གྱི་གཏན་ཚིགས་རྟེན་འབྲེལ་རེ་ཟེར་ཡ་དང། གནས་སྐབས་པའི་རྟེན་འབྲེལ་རེ་ཟེར་ཡ་དང། རྒྱུན་ཆགས་པའི་རྟེན་འབྲེལ་རེ་ཟེར་ཡ་དང་དེ་འདྲས་བྱས་ནས། རྟེན་འབྲེལ་ཡིན་ལ་བཅུ་གཉིས་དེ་ལ་སྡེ་ཚན་རྩི་ཐང་བཞག་ཐང་འདྲ་བོ་དེ་ཁག་མ་འདྲ་བ་མ་འདྲ་བ་དེ་འདྲས་གསུངས་རྒྱུ་ཡོད་རུང་བ། དེ་ནས་ཡང་ཅིག་རྟེན་འབྲེལ་ཡིན་ལ་བཅུ་གཉིས་དེ་ད་ལྟ་འདི་ཚེས་གསུམ་ལ་ཕ་རྒྱ་ནས་བཤད་བྱ་བ་ཡིན་ན་དེ་ནི་ངའི་ལས་སླ་བ་ཡོང་གི་ཡོད་རེད། གཅིག་ནས་དེ་ནས་དེ་དང་དེ་སྐྱེ་བ་སྔ་མ་དང་སྐྱེ་བ་ཕྱི་མ་ལྟ་བུ་དེ་ཡང་ངའི་ལས་སླ་བོ་ཆགས་ཡོང་གི་རེད་ལ། གཉིས་ནས་དེ་འདྲ་ཡིན་ལ་བཅུ་གཉིས་ཁོ་རང་ཚོ་གི་བཞག་ཚུལ་དེ་ཡང་དེ་ནི་ལས་སླ་བ་ཡོང་གི་ཡོད་རེད། དེ་བྱེད་དུས་ཙང་ནས་ད་ལྟ་ག་འདྲས་རེད་ཟེར་ན་དཔེར་ན་དེ་དང་དེ་ཡིན་ལ་བཅུ་གཉིས་ཀྱི་ནང་ལས་དེ་འདྲ་ཡིན་ལ་གཉིས་པ། འདུ་བྱེད་ཟེར་ཡ་དེ་ཡང་ལས་ཀྱི་ངོ་བོ་ལ་འབྲེལ་ཡོང་གི་ཡོད་རེད། འོག་གི་དེ་ནི་སྲིད་པ་ཟེར་ཡ་དེ་ཡང་ལས་ཀྱི་ངོ་བོ་ལ་འབྲེལ་ཡོང་གི་ཡོད་རེད། སྤྱོད་པ་སྲིད་པ་ཟེར་ཡ་དང་ལས་ཀྱི་ངོ་བོ་ལ་འབྲེལ་ཡོང་གི་ཡོད་རེད། དེ་བྱས་ཡོང་དུས་ཙང་ནས་སྤྱི་དང་དཔེར་ན་ལུས་རྟེན་གཅིག་གི་ནང་ལ་ཡང་འདུ་བྱེད་དང་སྲིད་པ་གཉིས་ལས་ཀྱི་ངོ་བོ་ལ་བཞག་སོང་བ་ཡིན་ན་འགྲེལ་བཤད་ཀྱི་རྒྱག་རྒྱུ་ཡོད་རེད་དེ་ལྟ་སྐྱེ་བ་སྔ་ཕྱི་དེ་ལ་སྦྱར་སོང་བ་ཡིན་ན་ནི་ལྟས་ས་ལས་སླ་བ་ཡོང་གི་རུ་བ་མ་རིག་འདུ་བྱེད་དངོས་གནས་དགའ་བ་ཟིན་དུ་མ་རིག་པ་དང་འདུ་བྱེད་གཉིས་པོ་དེ་སྐྱེ་བ་སྔ་མའི་གི་མ་རིག་པ་དང་ལས་འདུ་བྱེད་གཉིས་པོ་དེ་ལ་བཤད། ད་ཡང་དམ་ཐལ་གྱི་མི་ཚེ་འདི་ལ་མ་རིག་པ་ཡོད་མ་རེད་འདུས་བྱས་ཡོད་མ་རེད་གསུང་གི་ཡོད་མ་རེད་ཡིན་ན་ཡང། སྐྱེ་བ་སྔ་མའི་གི་མ་རིག་པ་དང་འདུས་བྱས་གཉིས་པོ་དེ་ལ་བརྟེན་ནས་ད་ལྟ་ང་རང་ཚོ་གི་ད་ཅིག་མ་ཡིན་པ་ནས་མཚམས་སྦྱར་བའི་རྣམ་ཤེས་དེ་གྲུབ་ཡོང་གི་རེད་བ། རྣམ་ཤེས་དེ་གྲུབ་ཡོང་གི་ཡོད་རེད། དེ་ནས་རྣམ་ཤེས་ནས་བཟུང་སྟེ་མ་གི། ཚོར་བ་བར་དུ། མི་ཚེ་འདིའི་ནང་གི་སྐད་ཆ་ཅིག་བཤད། ཚོར་བ་དེ་དང་འབྲེལ་བའི་ཐོག་ནས་དེ་ནས་ང་ཚོ་སྲེད་པ། ཉོན་མོངས་པ། དེ་ནས་ལན་པ་ཟེར་གྱི་འདུག་དེ་ཡར་ཤུགས་རྒྱས་རེ་ཆགས་སོང་ངམ། དེ་འདྲ་ཅིག་ད་གཞུང་ལུགས་ཐུང་མོང་གི་དབང་དུ་བྱས་པ་ཡིན་ན་ལན་པ་ཟེར་ཡ་དེ་ཆགས་པ་ཤུགས་དྲག་ཅིག་ལ་ལན་པ་གསུང་གི་ཡོད་རེད། སེར་བ་ཟེར་ཡ་དེ་ཅི་གནང་གི་ཡོད་ལ་སེར་བ་བྱས་ལན་པ་ཟེར་ཡ་དེ་ཆགས་པ་དེའི་དབང་གི་སྒོ་ནས་ད་འདི་སྐབས་ཀྱི་སེར་བ་ཟེར་ཡ་དེ་ཡང་ད་ལྟ་སྔར་སྐྱིད་བ་ཅིག་འོང་དུ་བཏང་བ་ཡིན་ན་ཕོ་མོ་ཕན་ཚུན་གྱི་འཁྲིག་པས་ཀྱི་སེར་བ་དེ་ཤུགས་ཆེ་བ་རེད་འདོད་ཁམས་པས་ཀྱི་ཆགས་པ་ཐམས་ཅད་ནི་ནི་རྒྱལ་འཁོར་འགྲོ་བོ་དེ་ཕོ་མོ་ཕན་ཚུན་གྱི་དེ་ནི་སྲེད་པ་དེ་རེད། དེ་ཡིན་དུས་དེ་འཕྲལ་གྱི་སྲེད་པ་དེ་ཅིག་ཡོད་ཡོད་འདུག་ཙང་ནས་དེ་ནི་དེ་ཐོབ་ཡག་གི་ཆེད་དུ་ད། འཇུག་དགོས་རུ་བ། ཆགས་པ་ཤུགས་ཕྲ་བ་ཡོང་གི་རེད་དེ་ཡིན་དུས་དེ་ལ་དེ་ནི་ལན་པར་ཟེར་ན་སོང་ཡོང་འདུག་བ། ད་ལྟ་འོ་མ་འཇུག་པ་དེ་ཚོ་རྣམས་ལ་ཡང་ལན་པར་ཟེར་ཡག་དེ་གཙོ་བོ་ཆགས་པས་ཀྱི་ངོ་བོ་གཅིག་ལ་སོང་ཡོང་འཇུག་པ་རང་འདྲའི་སྣང་ལ། ཡིན་ནའི་དེ་ནི་དེ་དང་དེའི་འཇིག་རྟེན་གསུམ་ཀུན་གྱི། དེ་ནས། ད་ལྟ་བསྟན་བཅོས་འུང་ཁའི་ཞུས་ལན་གྱི་ནང་ལ་དེ་ནི་ལེན་པ་ཟེར་ཡ་དེ་ལེན་པའི་ངོ་བོ་ཞེ་སྡང་ཉིད་ཡིན་ཏེ་གསུངས་ལེན་པ་ཟེར་ཡ་དེ་ནི་ཞེ་སྡང་ལ་འབྲེལ་ཡོང་གི་ཡོད་རེད་དེ་ཡང་རྒྱུ་མཚན་ཡོད་རེད་ག་ཟེར་ན་རྟེན་འབྲེལ་ཡིན་ལ་བཅུ་གཉིས་ཟེར་ཡ་འདི་ཚུར་མདོར་བསྡུས་པ་ཡིན་ན་ལས་དང་ཉོན་མོངས་པ་དང་འབྲས་བུ་སྡེ་ཚན་གསུམ་ན་འདུ་དགོས་ཡོད་འདི་ཙམ་ནི་ཉོན་མོངས་པ་དེ་ལ་དེ་ནི་དེ་དང་དེ་དང་འདོད་ཆགས་ཞེ་སྡང་གཏི་མུག་གསུམ་ག་དེ་ནི་གཅིག་དགོས་རེད་གསུངས་གི་ཡོད་རེད། དེ་ཡང་རེད་དེ་འདྲས་བྱས་ཡོང་དུས་དེ་ནས་ལེན་པ་དེ་ཞེ་སྡང་ལ་སྦྱར་བསད་པ་དེ་ཆགས་པ་ལ་སྦྱར་མ་རིག་པ་དེ་གཏི་མུག་ལ་སྦྱར་ཡོང་དུས་དེ་ནས་ཁོ་དང་པོ་བརྗེད་པ་དགུ་ཉོན་མོངས་ཟེར་ཡང་དེ་གསུམ་དེ་ཉོན་མོངས་པ་སྡེ་ཚན་ཆགས་ཡོང་གི་རུ་བ་འོ་དེ་འདྲས་རེད་ད་ཡང་ཅིག་མཁས་པ་གཞན་དག་གི་ཐུགས་བསམ་ག་རེ་ཐོག་ནས་བཞེད་ཀྱི་ཡོད་ཟེར་ན་སྤྱི་སྡང་ཞེ་སྡང་དེ་ཉོན་མོངས་པ་རེད་དེ་ཞེ་སྡང་གི་བྱེད་ལས་འདྲ་བོ་དེ་ཕ་འདོར་བར་བྱེད་པའི་བྱེད་ལས་རེད། ཞེ་སྡང་གིས་ཡུར་གང་ཡང་སློང་བ་ཅིག་ལ་ཞེ་སྡང་ང་ཚོ་སྐྱེས་སོང་བ་ཡིན་ན། དེས་ཡུར་དེ་ཕར་འདོར་འདོད་ཀྱི་བློ་ཅིག་སྐྱེས་ཡོང་གི་རེད་མ་གཏོགས་ཡུར་དེ་ཚུར་འཛིན་འདོད་ཀྱི་བློ་ཅིག་སྐྱེས་ཀྱི་ཡོད་མ་རེད། དེ་ཡིན་དུས་ད་ལྟ་ང་ཚོ་འཁོར་བ་ལ་འཇུག་བྱེད་ཀྱི་གཙོ་བོ་ཉོན་མོངས་པ་ཡིན་ན། དེ་ནས་ཉོན་མོངས་པ་ཁོ་རང་གི་ངོས་ནས་འཁོར་བ་ལ་འཇུག་བྱེད་ཡིན་པ་གཅིག་དང། ཉོན་མོངས་པའི་གི་བྱེད་ལས་ཀྱི་ངོས་ནས་འཁོར་བ་ལ་འཇུག་བྱེད་ཡིན་པ་དེ་འདྲ་གཉིས་ཡོང་དགོས་ཀྱི་རེད། དེ་བྱེད་ཀྱི་འདུག་ཙང་ནས་ཞེ་སྡང་འདྲ་བོ་བཅིངས་ནས་ཁོ་རང་གི་བྱེད་ལས་ཀྱི་ཐོག་ནས་འཁོར་བ་ལ་འཇུག་བྱེད་དེ་ཆ་ཆེན་ཚང་ཡོང་གི་ཡོད་རེད་དེ་ཉོན་མོངས་པ་ཁོ་རང་གི་ངོས་ནས་བསམ་བློ་བཏང་བ་སོང་བ་ཡིན་ན་ཉོན་མོངས་པ་འདོར་བྱེད་དེ་དང་དེ་འཁོར་བ་འདོར་བྱེད་ཀྱི་ད་ནས་རྣམ་པ་ཅན་འདྲ་བོ་གཅིག་རེད་འདོད་ཡོད་རེད་ཁ་སང་ད་ཅི་ཞུ་བ་ནང་བཞིན་བྱས་ན་སྡང་བའི་གི་ཡུལ་གང་དང་གང་ཡིན་ན་དེ་བར་འདོར་འདོད་ཀྱི་དེ་ནས་བློ་ཡི་རྣམ་པ་ཅན་གཅིག་ཡིན་དགོས་རུ་བའོ་དེ་འདྲ་བྱས་ཡོད་འདུག་དེ་ནས་དེ་ལ་ཐུགས་བསམ་བཞེས་ནས་དེ་ནས་ལན་པ་དེ་ཆགས་པ་ལ་ངོས་འཛིན་གནང་བ་མ་གཏོགས་ཞེ་སྡང་ལ་ངོས་འཛིན་མ་གནང་བ་དེ་འདྲ་ཡང་ཡོང་གི་འདུག་བ། ད་ག་རེ་ཡིན་ནམ་མེད་ན།

དེ་ལ་ཡང་སྐྱེ་བ་ཕྱི་མ་དག་ལ་ང་ཚོ་ཡང་བསྐྱར་འཁོར་བ་ལ་སྐྱེ་ཡོང་གི་ཡོད་རེད། ཡང་བསྐྱར་འཁོར་བ་ལ་སྐྱེས་ན་དགའ་ཞིང་ཉུང་གི་རེད་འོ་ད་དེ་འདྲ་དེ་འདྲ་བྱས་ནས། དེ་ནས་ཡན་ལག་བཅུ་གཉིས་དེ་ཚེས་གསུམ་ལ་སྦྱར་ཐང་ལས་འོ་ད་དེ་འདྲ་བྱས་ནས་སྦྱར་ཡོང་གི་འདུག་བ། བར་དུ་བརྗེས་ཡོད་རེད། སྔོན་དང་ཕྱི་མཐའ་གཉིས་པོ་དེ་ལ་གཉིས་གཉིས་བཤད་ཡོང་གི་ཡོད་རེད་སྐྱེ་བ་དང་རྒ་ཤི་གཉིས་པོ་དེ་ཕྱི་མཐའ་རེད། མ་རིག་འདུས་བྱས་དེ་སྔ་མཐའ་རེད་ད་ལྟ་བར་ཡང་བར་གྱི་དེ་ལ་དེ་ནས་བརྗེས་ཟེར་ནས་བཤད་ཡོང་གི་ཡོད་རེད་སྔོན་དང་ཕྱི་མཐའ་གཉིས་གཉིས་དང་བར་དུ་བརྗེས་ཡོང་རྫོགས་ལྡན་ལའོ་ཟེར་ནས་ད་ཅིག་སྔར་སྐྱེས་བ། དེ་ནི་པའི་རྟེན་འབྲེལ་ཡིན་ལ་བྱུང་ནས་ཆ་ཚང་བ་གཅིག་གི་ཐོག་ནས་རྩ་ཚང་བ་གཅིག་བཅད་ཡོང་གོང་དུ་བཏང་བ་ཡིན་ན་དེ་ནི་དེ་འདྲ་ཡི་རྟེན་འབྲེལ་ཡིན་ལ་བྱུང་ནས་སྦྱར་ནས་སོང་ཡོང་དུ་བའོ་དེ་ཚོ་རེད། ད་དེ་ཡིན་དུས་ཐ་ན་འདི་ནས་ད་ཇི་ཞུས་པ་ནང་བཞིན་རང་རང་སོ་སོ་གི་བྱེད་ལས་ཀྱི་ཐོག་ནས་རྟེན་འབྲེལ་ཡིན་ལ་བྱུང་ཉིད་དེ་ངོས་འཛིན་གནང་ཡོང་དུས། དེ་ནི་མ་རིག་པ་ཟེར་ཡག་པས་ཀྱི་ད་གཙོ་བོ་བྱེད་ལས་དེ་ག་རེ་ཟེར་ན། ཡང་དག་པར་གནས་ལུགས་ཇི་ལྟ་བ་བཞིན་དུ་མཐོང་བ་ལ་དེ་ནི་སྒྲིབ་ཡོང་གི་ཡོད་རེད་སྒྲིབ་པའི་ཕྱིར་དང་གསུངས་པ་རེད། ཁ་ཚང་ཞུ་བ་ནང་བཞིན་རྒྱུ་ཅན་ལས་གཅིག་དངོས་རྣམས་ལ་ཡང་དག་ཉིད་དུ་རྟོགས་ཡོང་གི་ཡོད་རེད་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བཞག་པ་དེ་ཚོ་དེ་རྒྱུ་ཅན་ལ་བརྟེན་ནས་བྱུང་བཞག་པའི་གི་རྟེན་འབྲེལ་གྱི་རང་བཞིན་ཅན་ཡིན་པ་མ་ངེས་ནས་རྒྱུ་ཅན་ལ་བརྟེན་ནས་བྱུང་བཞག་པ་དེ་ཉིད་རང་གི་འདོད་ལུགས་ངོ་ནས་གྲུབ་བདེ་བ་ལྟ་བུ་དེ་འདྲ་ཞིག་འཛིན་ཡོང་བ་ཡིན་དུས་ཙང་ནས་ཡང་དག་པའི་གནས་ལུགས་ལ་དེ་ནི་སྒྲིབ་ཡོང་གི་ཡོད་རེད་དེ་འདྲ་ཡིན་ཙང་སྒྲིབ་པའི་ཕྱིར་དང་མ་རིག་པའི་ཕྱིར་ལས་དེ་རེད། དེ་ནས་འདུས་བྱས་ལས། འདུས་བྱས་རྣམས་ཀྱི་རྣམ་པར་ཤེས་པ་ལ་དང་ལས་ཀྱི་བག་ཆགས་སྨིན་པའི་གི་ས་བོན་བརྡབ་ཡོང་གི་ཡོད་རེད། དཔེར་ན་ལས་ཀྱི་བག་ཆགས་དེ་མ་འོངས་པའི་གི་འབྲས་བུ་རེད། དེ་སྨིན་པར་བྱེད་པའི་གི་དེ་ནི་ས་བོན་འདྲ་བོ་དེ་སུས་བརྡབ་ཡོང་གི་ཡོད་རེད་ཟེར་ན། དེ་ནི་ད་ལྟ་འདི་རྣམ་ཤེས་དེ་གི་བརྡབ་ཡོང་གི་ཡོད་རེད། རྣམ་པར་ཤེས་པ་ལ་ད་ལྟ་ལས་དེ་གི་ལས་འདུས་བྱས་རྣམས་ཀྱི་རྣམ་པར་ཤེས་པ་ལ་ལས་ཀྱི་བག་ཆགས་སྨིན་པའི་ས་བོན་དུ་འདེབས་པའི་ཕྱིར་དང། དེ་འདུས་བྱས་ཀྱི་ལས་ཀ་འདྲ་བོ་དེ་བྱེད་ལས་འདྲ་བོ་དེ་ས་བོན་འདེབས་པར་བྱེད་པ་ཟེར་ཡ་དེ་རེད། དེ་ནས་ད་ལྟ་འདི་དག་རྣམ་ཤེས་རེད་རྣམ་པར་ཤེས་པ་གང་ཡིན་པ་དེ་ཉིད་ཀྱི་བྱེད་ལས་འབྲས་བུ་དེ་ག་ས་ན་སྐྱེ་བའི་གནས་སུ་འཁྲིད་པ་ཡིན་པའི་ཕྱིར་དང་གསུངས་རེད། སྤྱིར་བཏང་ད་ལྟ་འདི་མཛོད་རང་འགྲེལ་ལ་སོགས་པའི་སྐབས་དང་དབུ་མ་འཇུག་པ་རང་འགྲེལ་དེ་ཚོ་སྐབས་འདྲ་ཅིག་ཡིན་ན་ཡན་ལག་བཅུ་གཉིས་རེ་རེ་ལ་ཡང་དེ་ནས་བྱེད་ལས་གཉིས་རེ་གཉིས་རེ་ཡོད་པ་དེ་འདྲ་གསུངས་ཡོང་གི་ཡོད་རེད། དཔེར་ན་མ་རིག་པ་འདི་གིས་སྒྲིབ་པར་བྱེད་པའི་གི་རྒྱུ་མཚན་དང། དེ་ནས་ལས་མངོན་པར་རྫོགས་པ་ལས་འདུ་བྱེད་པ་བྱེད་ལས་གཉིས། དེས་ན་ད་ལྟ་དཔེར་ན་མ་རིག་པ་དང་ཐག་ཁོ་རང་གི་ངོས་ནས་བསམ་བློ་བཏང་བ་ཡིན་ན་གནས་ལུགས་ལ་འདྲིས་པར་བྱས་ཡོང་གི་ཡོད་རེད། དེའི་ཕྱི་ལོག་གི་འབྲས་བུ་ལ་བསམ་བློ་བཏང་བ་ཡིན་ན་འདུ་བྱེད་མངོན་པར་སོགས་པར་བྱས་ཡོང་གི་ཡོད་རེད། དེ་ནི་འདུ་བྱེད་ཁོ་རང་འདྲ་བོ་གཅིག་ཡིན་ན་ཡང་དེ་ནི་བྱེད་ལས་ཉིད་ལྡན་དེ་འདྲ་ཞིག་ཆགས་ཡོང་ད་ལྟ་དཔེར་ན་ལས་དགེ་མི་དགེ་རྣམ་པ་སྣ་ཚོགས་པ་གསོག་པར་བྱེད་པ་དང་དེ་ལ་བརྟེན་ནས་མ་འོངས་པར་རྣམ་ཤེས་དེ་ནི་ཉིང་མཚམས་སྦྱོར་བར་བྱེད་པ་ལྟ་བུ་དག་དེ་འདྲ་གི་བྱེད་ལས་ཡོད་དེ་རེད། འོ་དེ་ནི་ས་བོན་འདེབས་པའི་ཕྱིར་དང། ད་ལྟ་འདི་དབུས་མཐའ་རྣམ་འབྱེད་ཀྱི་རྩ་བའི་དངོས་བསྟན་འདྲ་བོ་གཅིག་ཡིན་ན་གཙོ་བོ་གཙོ་བོ་འདྲ་བོ་སྟེ་ད་ལྟ་བའི་ཀྱི་བྱེད་ལས་དེ་གཙོ་བོ་བྱས་ནས་བཤད་ཡོང་དུ་བ་བདེ་བའི་ཕྱིར་དང། རྣམ་ཤེས་ཀྱིས་དེ་ནས་སྲེད་པ་འགགས་སོང་འཁོར་བའི་སྐྱེ་གནས་ལ་མ་འཁྲིད་པར་བྱས་ཡོང་གི་ཡོད་རེད་སྐྱེ་བའི་གནས་སུ་འཁྲིད་པའི་ཕྱིར་དང། མིང་དང་གཟུགས་ཀྱིས་ལུས་ཀུན་ཏུ་འཛིན་པའི་ཕྱིར་དང་གསུངས་ལ་ད་འདི་མིང་གཟུགས་ཟེར་ཡང་འདི་དངོས་གནས་བྱས་ན་ཡན་ལག་སོ་སོ་བ་རེད་མིང་དང་གཟུགས་གཉིས་ཁ་ཁ་རེད་མིང་ཟེར་ཡང་དུས་ཚང་ནས་ཕུང་པོ་བཞི་དེ་ལ་གོ་དགོས་རུ་བ་རྣམ་ཤེས་དེ་ནས་ཚོར་བ། འདུ་ཤེས། འདུ་བྱེད་ཟེར་ཡ་དེ་བཞི་པོ་དེ་ལ་མིང་བཞིའི་ཕུང་པོ་ཟེར་གི་རེད། དེ་ནས་གཟུགས་ཀྱི་ཕུང་པོ་ཟེར་གོ་སྡེ་ཚན་གཅིག་རེད། ད་ལྟ་འདི་ནས་དངོས་གནས་བྱས་ན་གཟུགས་ཕུང་དང་མིང་བཞི་གཉིས་པོ་དེ་ཁ་ཁ་ལ་བརྩི་དགོས་ཡ་འདྲ་བོ་གཅིག་རེད་དེ། ཡིན་ན་ཡང་འདི་གཉིས་མཉམ་དུ་བརྩི་ཞོ་ཡ་གི་རྒྱུ་མཚན་འབྲི་བ་དེ་ག་རེ་ཟེར་ན་ནམ་རྒྱུན། དེ་ནས། ད་ལྟ་འདི། གཟུགས་མེད་ཁམས་ལ་སོགས་པ་ལྟ་བུ་ཡིན་ན། མིང་མེད་ཅིང་གཟུགས་ཡོད་པའི་རྒྱུ་གཟུགས་མེད་ཅིང་མིང་ཡོད་པའི་ཙམ་ཡོད་པའི་རྒྱུ་མཚན་མིང་གཞིའི་ཕུང་པོ་ཡོད་ལ་གཟུགས་ཀྱི་ཕུང་པོ་མེད་པའི་རྒྱུ་མཚན་སྒོ་ནས་དེ་ནི་གཅིག་གང་ཟག་ཁོ་བོས་ནི་ལ་འཁྱམས་ལྡན་མཁན་གཅིག་ཡིན་ནས་བཟུང་སྟེ་མིང་གཟུགས་གཉིས་ཀ་ཡོད་པའི་ཆེ་བ་ཡོད་མ་རེད་དེ་མེད་ཡོད་འདུག་ཚང་ནི་མིང་གཟུགས་གཉིས་དེ་མཉམ་དུ་བརྩི་བ་རེད་ཟེར་གྱི་རེད་འོ་དེ་འདྲ་བྱས་ཡོད་འདུག་ཚང་ནི་མིང་གཟུགས་མིང་དང་གཟུགས་གང་ཡིན་པ་དེ་གི་ལུས་ཀུན་ཏུ་འཛིན་པའི་ཕྱིར་དང་རང་རང་གི་ལུས་ཀུན་ཏུ་འཛིན་ཡོང་གི་ཡོད་རེད། དེ་ནས་དེ་བཞིན་དུ་སྐྱེ་མཆེད་དྲུག་རེད། སྐྱེ་མཆེད་དྲུག་གིས་ལུས་ཀྱི་གནས་སྐབས་རྫོགས་པར་བྱེད་པའི་ཕྱིར་དང། སྐྱེ་མཆེད་དྲུག་ཆ་ཚང་གི་དོད་ཚར་བ་ཡིན་ན་དེ་ནི་གང་ཟག་དེ་དག་ཡོངས་སུ་རྫོགས་པར་ལུས་ཆ་ཚང་གྲུབ་ཚར་བ་འདྲ་བོ་ཅིག་རེད། ད་ལྟ་མ་ཡི་ངག་ལ་ཉིང་མཚམས་བརྒྱད་ཡོད་འདུག་ཚང་ནི་མེར་མེར་པོ་དང་ནུར་ནུར་པོ་དང་ལྟར་ལྟར་པོ་དང་འཕྲང་འཕྱུར་ཉྭ་ཡི་རྣམ་པ་ལ་སོགས་པ་ལྟ་བུ་དེ་ཚོ་སྐབས་འདྲ་ཅན་ཡིན་ན། དེ་ནི་ད་ལྟ་འདི་སྐྱེ་མཆེད་དྲུག་དོད་ཡོད་མ་རེད། དེ་ནི་སྐྱེ་མཆེད་དྲུག་དེ་དག་དེའི་རྗེས་ལ་དོད་དགོས་རོགས་ད་སྐྱེ་མཆེད་དྲུག་དེ་དོད་ཚར་བ་ཡིན་ན། དེ་ནི་གང་ཟག་དེ་གིས་ད་ལུས་ཆ་ཚང་གྲུབ་ཚར་བ་འདྲ་བོ་ཅིག་རེད་དེས་འདི་ལུས་ཀྱི་གནས་སྐབས་རྫོགས་པར་བྱེད་པ་ཡིན་པའི་ཕྱིར་དང་གསུངས་རེད། དེ་ནི་རེག་པ་རེད། རེག་པ་ཟེར་ཡ་དེ། ཡུལ་དང་ཡུལ་དཔེར་ན། ད་ཅིག་བདེ་སྡུག་ལ་སོགས་པ་དང། དེ་ནི་དེ་བཞིན་དུ་དབང་པོ་དང་ཤེས་པ་དེ་ལ་ཡུལ་དབང་ཤེས་གསུམ་ཟེར་ཡོད་རེད་བ། དེ་འདྲའི་གི་ཡུལ་དང་དབང་པོ་ཤེས་པ་གསུམ་ཚུར་ཚོགས་ཡོང་དུས་ཙང་ནས། ཡུལ་གྱི་འགྱུར་བ་ཡོངས་སུ་གཅོད་ཐུབ་མཁན་ཡུལ་འདི་དང་འདི་ཟེར་ན་བག་ཅིག་སོ་སོ་སོ་སོ་ཐག་གཅོད་བྱེད་ཐུབ་མཁན་གྱི་བདག་ཉིད་ཅན་གྱི་དེ་ནི་སུམ་ཆུང་གཅིག་ལ་སུམ་ཆུང་རིག་པ་ཟེར་གྱི་རེད། སུམ་ཚོགས་དེ་ཡོངས་སུ་གཅོད་པར་བྱེད་པའི་ཕྱིར་དང། རིག་པས་གི་ཡུལ་གྱི་གནས་ཚུལ་དེ་ཐག་གཅོད་བྱེད་ཐུབ་ཀྱི་ཡུལ་ཡོངས་སུ་གཅོད་པའི་ཕྱིར་དང། དེ་ནི་ཚོར་བ་རེད་ཚོར་བའི་བདེ་སྡུག་གི་རང་བཞིན་ནི་ཉེ་བར་ལོངས་སུ་སྤྱོད་པའི་ཕྱིར་དང། ཚོར་བ་ཟེར་ཡ་དེ་གི་བྱེད་ལས་དེ་ཡང་ན་བདེ་བ་ཡང་ན་སྡུག་བསྔལ་ལ་སོགས་པ་དག་ལ་དག་ཉེ་བར་ལོངས་སུ་སྤྱོད་དགོས་རུ་བའོ་དེ་ཡིན་དུས་ཚང་ནས་ཉེ་བར་སྤྱོད་པར་བྱེད་པས་ན་ཚོར་བ་གསུངས་པ་རེད། ཅེ་ན། དེ་ནས་སྲེད་པ་གང་ཡིན་པ་དེ་ཀྱིས་བདག་ཡང། ལས་ཀྱིས་བཏབ་པའི་གི་ཡང་སྲིད་ལ་སུས་འདེབས་པས་བསྡུས་པའི་ཕྱིར་དང། ད་སྔོན་མ་དེ་ནས་ལས་ཅིག་བསགས་ཡོང་དུས་དེ་ལས་ཀྱི་བ་ཞིང་ཁ་འདྲ་བོ་ཅིག་ནང་ལ་ས་བོན་བཏབ་པ་ནང་བཞིན་བཏབ་བཞག་པའི་གི་ཡང་སྐྱེར་མ་འོངས་པ་ལ་ཚུར་སྲེད་པ་ལ་སྐྱེ་བ་ལ་ཡང་བྱེད་པ་དེ་ལ་དེ་ནས་སུས་འདེབས་པ་བྱེད་ཡོང་གི་ཡོད་རེད་ད་ཡང་ཆ་ཡ་ཁ་སྣོན་བརྒྱབ་ཡོང་གི་ཡོད་རེད། དཔེར་ན་ང་ཚོ་དེ་ནས་ཞིང་ཁ་ཅིག་གི་ནང་ལ་ས་བོན་འདྲ་བོ་ཅིག་བཏབ་ཚར་བ་ཡིན་ན། དེ་འདྲ་བོ་ས་བོན་བཏབ་ཚར་བ་དེ་ཉིད་ལ། དེ་ནས་སྲུང་སྐྱོབ་བྱས་ནས་ས་བོན་དེ་ཡང་སྨིན་པར་བྱས་པས་ཀྱི་དེ་ནི་སྤྱན་ཆུ་ལུད་དྲོད་གཤེར་ལ་སོགས་པ་འདེབས་པར་བྱེད་པ་ནང་བཞིན་བྱས་ཡོང་དུས་དེ་ནི་ལས་ཀྱི་བཏབ་པའི་ཡང་སྲིད་དེ་ལ་དེ་ནི་སུས་འདེབས་པར་བྱས་ཡོང་གི་ཡོད་རེད་བསྟན་དུ་སྡོད་པའི་ཕྱིར་དང། དེ་ནི་ལེན་པ་རེད་ལེན་པའི་རྣམ་པར་ཤེས་པ་དེ་ཉིད། སྐྱེ་བ་དང་མཐུན་པར་འདོད་པ་ལ་སོགས་པ་རྣམས་སུ་སྦྱོར་བའི་ཕྱིར་དང། ད་ལན་པ་ཟེར་ཡང་དེ་ཀའི་རྣམ་པར་ཤེས་པ་དེ་ཉིད་རང་རང་སོ་སོ་གི་ཡུལ་གང་དང་གང་ལ་སྐྱེད་དུ་ཡོད་ན་ཡང་ཅིག་དེ་འདྲ་བོ་སྐྱེ་བ་དེ་དང་མཐུན་པར་འདོད་པའི་གི་ཡུལ་རྣམས་དང་ཚུར་ཐག་ཉེ་བོ་སྦྱོར་བར་བྱེད་ཡོང་གི་ཡུལ་དང་ཅིག་ཤོས་པ་ནང་བཞིན་བྱས་ནས་ད་ལྟ་འདི་སྲེད་པ་དེ་གའི་ད་དཔེར་ན་ཕོ་མོ་ཕན་ཚུན་གྱི་དེ་ནི་ཆགས་ཞེན་ཆགས་པ་འདྲ་བོ་ཅིག་ཡིན་ན་དེ་འདྲ་བོ་ཆགས་པ་དེ་ཡོད་པ་གཞལ་བྱ་གི་ཐོག་ནས་དེ་འདྲའི་གི་ཕྱག་དཔེ་གི་དམིགས་ཡུལ་འགྲུབ་པར་བྱ་བའི་ཆེད་དུ་དེ་ལ་ལན་པ་དེ་གི་དག་འཇུག་ཡོང་གི་ཡོད་རེད་ང་བ་དེ་འདྲ་ཡིན་དུས་དག་ཅིག་ཐབས་ལམ་གི་ཐོག་ལ་བསམ་བློ་བཏང་ཡོང་གི་ཡོད་རེད་སྦྱོར་བ་ཡིན་པའི་ཕྱིར་དང། དེ་ནས་སྲིད་པ་ཟེར་ཡ་དེ་གི་ཡང་ཡང་སྲིད་ཕྱི་མ་སྔོན་དུ་ཐོབ་པར་བྱེད་པའི་ཆེད་དུ་ལ་ཡང་སྐྱེ་བ་གཞུག་མ་ལ་ད་དང་དེ་སྐྱེ་གནས་གཞན་དང་གཞན་ལ་ཡང་དེ་ནི་སྦྱོར་བར་བྱེད་པ་སྐྱེ་གནས་གཞན་ལ་གཞན་གཞན་དང་གཞན་དུ་དེ་ནི་ཐོབ་པར་བྱེད་པའི་གི་ལས་ཆ་ཚང་བ་ཞིག་དེ་ནི་བསགས་ཡོང་གི་ཡོད་རེད་སོང་སྲིད་པའི་ཡང་སྲིད་ཕྱི་མ་སྔོན་དུ་ཐོབ་པར་བྱེད་པའི་ཕྱིར་དང། ང་བ་དེ་འདྲ། དེ་ནི་སྐྱེ་བ་དང་རྒ་ཤི་རེད། ད་སྐྱེ་བ་དང་རྒ་ཤི་ཟེར་ཡ་དེ་གི་སྡུག་བསྔལ་བྱས་ཡོང་གི་ཡོད་རེད། དེ་བྱེད་དུས་ཙང་ནས་དངོས་གནས་བྱས་ན་རྟེན་འབྲེལ་ཡིན་ལགས་ནང་ན་ཡང་སྐྱེ་བ་དང་རྒ་ཤི་གཉིས་པོ་དེ་བར་ཁ་ཁ་བརྩི་དགོས་རེད། ད་ད་མ་རེད་ད་དང་དེ་རྒ་ཤི་གཉིས་པོ་དེ། སྐྱེ་བ་དང་རྒ་ཤི་ཟེར་ཡ་ད་སྐྱེ་བ་དེ་ཁོ་རང་བརྩི་གི་རེད་བ་ནམ་ཅུང་བཅུ་གཅིག་པ་དེ་རེད་རྒ་ཤི་ཟེར་ཡ་དེ་བཅུ་གཉིས་པ་དེ་རེད་རྒ་ཤི་མཉམ་དུ་བརྩི་ཡོང་གི་ཡོད་རེད་བ་དེ་བརྩི་དགོས་ཡ་གི་རྒྱུ་མཚན་འདྲ་བོ་དེ། ཁ་ཤས་དེ་ནི་མ་རྒས་བ་ལ་ཤི་འགྲོ་བ་ཡོད་པའི་ཕྱིར་རོ་གསུངས་ཀྱི་ཡོད་རེད། དེ་ནི། དེ་དགར་ཟིན་ན་སངས་རྒྱས་ཀྱི་མདོ་དྲན་པ་ཉེར་བཞག་ལ་མ་རེག་ཅིག་ན་ལ་ལ་ལ་མངལ་དུ་མཆེ་བའང་ཡོད་གསུངས་ཡོད་བ་ལ་ལ་དེ་ནི་མ་ཡི་མངལ་ལ་ཤི་འགྲོ་ཡང་འདྲའོ། ལ་ལ་མ་བཙས་པའི་ཚེ་ན་ཤི་འགྲོ་ཡང་འདྲའོ། ལ་ལ་དེ་ནི་ལོ་གཅིག་གཉིས་མཚམས་ལ་ཤི་འགྲོ་ཡང་འདྲའོ། ལ་ལ་ཡོངས་སུ་རྫོགས་པར་ལོ་ཡག་བརྒལ་ནས་ཤི་འགྲོ་ཡང་དག་དེ་འདྲའི་ཅིག་ཡོང་དུས་ཙང་ནས་དེ་ནི་ཡང་ཁ་ཤས་མ་བརྒལ་བ་ལ་ཤི་འགྲོ་ཡང་དེ་འདྲ་ཡོད་པ་ཡིན་ཙང་འགའ་ཞིག་མཉམ་དུ་བསྡོམས་པ་ཡིན་གསུངས་པ་རེད། འོ་ད་དེ་འདྲའི་ཅིག་ཡོང་དུས་སྐྱེ་བ་དང་འགའ་ཞིག་གཉིས་པོ་དེ་གིས་དེ་ནི་སྡུག་བསྔལ་བྱས་ཡོང་གི་ཡོད་རེད། ད། དེ་རེད། སྡུག་བསྔལ་བར་བྱས་པ་ཡིན་པའི་ཕྱིར། དེ་འདྲ་ཡིན་ཙང་ད་གཏན་འདྲེ་ཡིན་ལ་བཅུ་གཉིས་ཀྱི་སྒོ་ནས་འགྲོ་བ་རྣམས་ཉོན་མོངས་པར་བྱེད་དོ་གསུངས་རེད་ད་ཉོན་མོངས་ཚོ་དེ་འདྲ་ཞིག་རེད། སྤྱི་བཏང་དེ་ནི་ཉོན་མོངས་པ་ཟེར་ཡིན་དུས་ཙང་ནས། ང་ཚོ་ནམ་རྒྱུན་འདོད་ཆགས་དང་ཞེ་སྡང་དང་གཏི་མུག་དེ་ཚོ་ལ་ཉོན་མོངས་པ་ཟེར་ལ་ཡོད་རེད་བ། ཉོན་མོངས་པ་ཟེར་ཡ་དེ་འབྲས་བུའི་མིང་དུ་རྒྱུད་ལ་ཡང་བཏགས་བཞག་པ་རེད། སྤྱི་བཏང་ཉོན་མོངས་པ་ཟེར་དུས་སྡུག་བསྔལ་བར་བྱེད་པ་ཞེས་པའི་དོན་རེད། འདོད་ཆགས་དང་ཞེ་སྡང་གཏི་མུག་དེ་ཚོ་གིས་སྡུག་བསྔལ་བར་བྱས་ཡོད་པ་ཡིན་ཙང་ཁོ་ཚོ་ལ་ཉོན་མོངས་ཟེར་ནས་མིང་བཏགས་བཞག་རེད་ཉོན་མོངས་པར་བྱེད་པ། འོ་སྟེང་དུ་མི་དགའ་བར་བྱེད་པ། མི་མཐུན་པར་བྱེད་པ། འོ་དང། གནོད་པར་བྱེད་པ། དེ་འདྲའི་གི་བདག་ཉིད་ཅན་ཅིག་ལ་ཉོན་མོངས་པར་བྱེད་པ་གསུང་གི་ཡོད་རེད། དེ་ཡིན་དུས་དེ་ནི་ཡན་ལག་བཅུ་གཉིས་ཀྱི་སྒོ་ནས་དེ་ནི་འགྲོ་བ་རྣམས་ཉོན་མོངས་པར་བྱེད་རེད་གསུང་རེད། ད་མདོ་ཡིན་ན་ལ་དངུལ་སྟེང་ན་དེ་ནི་དེ་དང་དེ་དེ་འདྲ་ཡན་ལག་བཅུ་གཉིས་གསུངས་པར་ད་དེ་ནི་བར་འཁྲུལ་ནས་འགའ་ཞིག་ནི་བར་འཁྲུལ་ནས། དེ་ནི་དེ་དང་དེའི་སྣེ་ལྔ་འདོན་པ་དང་སྡུག་བསྔལ་བ་དང་ཡིད་མི་བདེ་བ་དང་ཟེར་ན་དེ་ནི་ང་ཚོ་ནམ་རྒྱུན། འབུམ་ཐུང་དུ་ཀློག་ཡོང་དུས་མང་པོ་ཞིག་སྤྱོར་ཡ་ཡོད་པ། འོ་དེ་ཚོ་རེད་ད་དེ་ནི་འགྲོ་བ་དེ་འདྲ་མ་ཡོང་ཡོང་གི་ཡོད་རེད་ད་དེ་ཚོ་དེ། དེ་ནི་སྲིད་པ་འགགས་སོང་འཁོར་བ་ལ། དེ་ནི་ཉོན་མོངས་ཚོར་དེ་འདྲ་ཅིག་ཡིན་པ་རེད། ད་འདི་ནི་མ་དེ་ནི་འདི་སོགས་ཡོང་འདོད་བ་དེ་ཡང། མ་རིག་པ་དང། སྲེད་པ་དང། ལེན་པ་ཉིད་རྣམས་ནི། ཉོན་མོངས་པའི་ཀུན་ནས་ཉོན་མོངས་པ་དང། འདི་སློབ་དཔོན་ཀླུ་སྒྲུབ་ཀྱིས་དེ་ནི་རྟེན་འབྲེལ། གྱི་མདོ་ཡི་ཚིག་ཚུར་བསྡུས་བྱས་པ། ཅིག་ཡོད་རེད་དེ་ནང་ལ། དང་པོ་རྗེས་དཔག་དགུས་ཉོན་མོངས། གཉིས་པ་སྤྱོད་པ་ལས་ཡིན་ཏེ་ལྷག་མ་དུ་ནི་སྡུག་བསྔལ་བ་འོ་གསུངས་ཡང་དག་དེ་རེད་རྟེན་འབྲེལ་ཡན་ལག་བཅུ་གཉིས་པོ་དེ་ཡང་སྡེ་ཚན་གསུམ་གྱི་ནང་སྡོད་ཡོང་གི་ཡོད་རེད་ཉོན་མོངས་པ་གསུམ་གྱི་ནང་ལ་སྡོད་པ་གསུངས་ཡོད་རེད། དེ་ཡིན་དུས་ཉོན་མོངས་པ་གསུམ་གྱི་ནང་ལ་སྡོད་གསུངས་ཡོད་དུས་ཙང་ནི་ཉོན་མོངས་པ་གསུམ་ཟེར་ཐང་ཅིག་ཞུས་པ་ནང་བཞིན། ཁ་ཤས་དེ་ནི་ཉོན་མོངས་པའི་ཉོན་མོངས་པ་ཟེར་ཡོད་རེད། ཁ་ཤས་ལ་དེ་ནི་དེ་དང་དེ་ལས་ཀྱི་ཉོན་མོངས་པ་གསུངས་པ་རེད་ཁ་ཤས་ལ་དེ་ནི་སྐྱེ་བའི་ཉོན་མོངས་པ་ཟེར་ཡ་དེ་གསུམ་རེད། ཉོན་མོངས་པ་གསུམ་ཟེར་ཡ་དེ། དེ་ཡིན་དུས་དང་པོ་དཔེར་ན་ད་ནི་ཉོན་མོངས་པའི་ཉོན་མོངས་པ་ཟེར་ཡ་དེ་ཉོན་མོངས་ཀྱི་སྡེ་ཚན་ཡིན་པ་དེ་ག་ས་ཡོད་རེད་ཟེར་ན་ད་ལྟ་འདི་ནས་མ་རིག་པ་དང་སྲེད་པ་དང་ལེན་པ་དེ་གསུམ་བརྩི་ད་བ། དེ་བྱེད་དུས་ཐམས་ཅད་སློབ་དཔོན་ཀླུ་སྒྲུབ་ཀྱིས་དང་པོ་བརྒྱད་པ་དགུ་ཉོན་མོངས་ཟེར་དེར་དང་པོ་མ་རིག་པ་རེད། བརྒྱད་པ་སྲེད་པ་རེད་དགུ་པ་ལེན་པ་རེད། དེ་རྣམས་ནི་ཉོན་མོངས་པའི་སྒོ་ནས་ཉོན་མོངས་པ་དང་གསུངས།

སྐྱེ་བའི་ཀུན་ནས་ཉོན་མོངས་པ་ལྷག་མ་འདོད་ནས་སྡུག་བསྔལ་བ་བོར་སོང་རེད་བ་སྐྱེ་བའི་ཀུན་ནས་ཉོན་མོངས་པ་དེས་སོང་ད་དེ་འདྲའི་སྡེ་ཚན་རྣམ་པ་གསུམ་གྱི་ཁོངས་སུ་འདུ་གི་རེད། ད་འདིའི་རྩ་ཚིག་ཅིག་དང་འདི་ནི་མ། རྣམ་གསུམ་རྣམ་གཉིས་བསྐྱང་ཉོན་མོངས་རྣམ་བདུན། ཡང་དག་མི་རྟོག་ལས་ཟེར་ནས་རྣམ་གསུམ་དང་རྣམ་གཉིས་དང། རྣམ་བདུན་དང། ཟེར་ཡ་དེ་འདྲས་གསུངས་འདུག་འདི་རྩ་ཚིག་འདི་ལ་དེ་ནི་ད་ལྟ་འདི་མཆན་འགྲེམས་འདི་ནང་ནས་ཕལ་ཆེར་ལྷོ་བོད་དབྱིན་གཉིས་ཀྱི་ད་ལྟ་འདི་དབུས་མཐའ་རྣམ་འབྱེད་ཀྱི་འབྲེལ་བ་དེ་ཡིན་པར་དེའི་ཚིག་གི་ཐོག་ནས་མར་འགྲོས་གནས་སྟངས་གཅིག་དང། དེ་ནས་བོད་ཀྱི་འབྲེལ་བ་རྣམ་པའི་ཀྱི་འགྲོས་གནས་སྟངས་གཉིས་པོ་དེའི་ཚེ་མ་འདྲ་བ་ཡོང་གི་འདུག་ད་ལྟ་དེ་བོད་ཀྱི་འབྲེལ་བ་ལྷག་པར་དུ་ད་ལྟ་མི་ཕམ་གྱི་དེའི་དབུས་མཐའ་རྣམ་འབྱེད་ཀྱི་འབྲེལ་བའི་ནང་ལ་འདི་གསུངས་འདུག་འདི་རྣམ་གསུམ་རྣམ་གཉིས་ཟེར་ཡ་འདི་ད་འཇིགས་ཞུ་བ་ནང་བཞིན་རྣམ་གསུམ་ཟེར་ཡ་དེ་གི་ཉོན་མོངས་པའི་སྡེ་ཚན། རྟགས་དང་འགྲིགས་སོང་དེ། ཉོན་མོངས་པའི་སྡེ་ཚན་དེ་སྟེང་གི་ཡོད་རེད། རྣམ་གསུམ་ཟེར་ཡག་དེ་གི། དེ་ནས་རྣམ་གཉིས་ཟེར་ཡག་དེ་གི་ལས་ཀྱི་སྡེ་ཚན། གཉིས་པ་སྤྱོད་པ་ལས་ཡིན་དེས་གཉིས་དེ། དེ་ནས་རྣམ་བདུན་ཟེར་ཡག་དེ་གི། འབྲས་བུ་གི་སྡེ་ཚན། ལྷག་མ་བདུན་ནི་སྡུག་བསྔལ་བའོ་ཟེར་ཡག་དེ་བསྟན་པ་རེད་གསུངས་ཡོད་རེད། འོ་དེ་འདྲ་ཡིན་དུས་དེ་འདྲའི་བྱེད་ནས་འབྲས་ཚུལ་གཅིག་འདུག་ད་དེ་ཡིན་པའི་དབང་དུ་བཏང་བ་ཡིན་ན། དེ་ནས་དང་པོ་བརྒྱད་པ་དགུ་ཉོན་མོངས་པ་རྣམ་པ་གསུམ་དང། ད་ནི་རྣམ་པ་གཉིས། གཉིས་པ་སྤྱོད་པ་ལས་ཡིན་པ་དེ་དང་རྣམ་པ་གཉིས་ཀྱང་ཉོན་མོངས་པར་གཉིས་ཀྱང་ཞེས་པའི་ཀྱང་སྒྲ་དེ་གའི་དང་པོ་བརྒྱད་པ་དགུ་པོ་དེ་གཉིས་ཡང་ཉོན་མོངས་པ་ཡིན་པར་མ་ཟད། དེ་ནི། ད་ལྟ་འདི། གཉིས་པ་སྤྱོད་པ་ལས་གང་ཡིན་པ་དེ་དག་ཡང་ཉོན་མོངས་པ་ཟེར་ལགས་ཀྱི་རེད། ལས་ཀྱི་སྒོ་ནས་ཉོན་མོངས་པ་ཟེར་ལགས་ཀྱི་ཡོད་རེད་གསུངས་པ་རེད། དེ་ཙམ་མ་ཟད་དེ་ནི་རྣམ་པ་བདུན་པོ་གང་ཡིན་པ་དེ་ཡང་ཉོན་མོངས་པ་ཟེར་ཡོད་རེད་སྐྱེ་བའི་སྒོ་ནས་ཉོན་མོངས་པ་ཟེར་ཡོད་རེད། ཨོ་དེ་ཡིན་དུས་ནམ་འདོན། དེ་ནས་འོག་ལ་རྩ་བ་ཡང་དག་མིན་རྟོག་ལས་སོང་ལས་བྱུང་གསུངས་འདུག་ད་དེ་འདྲ་བུ། དེ་ནས་ཉོན་མོངས་པ་གསུམ་དང་ལས་གཉིས་དང་འབྲས་བུ་བདུན་ཏེ་ཆོས་སྡོམ་གྱི་རྟེན་འབྲེལ་ཡིན་ལ་བཅུ་གཉིས་པོ་ཡོངས་སུ་རྫོགས་པ་སྟེ་ཡར་རྒྱུ་མ་ཕུ་འདེད་འདྲ་བོ་ཅིག་བྱས་ཡོང་བ་ཡིན་ན་ཡང་དག་མ་ཡིན་པའི་ཀུན་ཏུ་རྟོག་པ་ཟེར་ཡ་དེ་ལ་དེ་ནས་བྱུང་བ་ཡིན་པ་རེད་ཟེར་ཡ་དེ་སོང་ཡོང་གི་ཡོད་རེད་བ་ཡང་དག་པ་མ་ཡིན་པའི་ཀུན་ཏུ་རྟོག་པ་ལས། ཨོ་དེ་འདྲ་རེད། དེ་འདི་དང་དེ་ཚོ་གཅིག་གི་དབང་དུ་བྱེད་དུ་དེ་འདྲས་རེད། ད་འདི་ནས་མ་མཆན་འབྲི་ན་གསུངས་པ་ནང་བཞིན་བྱས་ན། ཉོན་མོངས་པ་སྟེ་རྣམ་པ་གསུམ་དང་ཟ་དེ་དུས་གུང་རེག་གི་འདི་རྣམ་པ་གསུམ་དང་ཟེར་ཡང་རྣམ་གསུམ་ཟེར་ཡང་འདི་སུ་ལ་འབྲེལ་འདུག་ཟེར་ན། ཉོན་མོངས་པའི་ཀུན་ནས་ཉོན་མོངས་པ་དང། ལས་ཀྱི་ཀུན་ནས་ཉོན་མོངས་པ་དང། སྐྱེ་བོའི་ཀུན་ནས་ཉོན་མོངས་པ་རྣམ་པ་གསུམ་དང། དེ་འདྲ་བྱས་ནས་སྡེ་ཚན་གསུམ་དེ་འདྲ་བྱས་ནས་བཏང་རྒྱུ་ཡོད་རེད། ཡང་མིན་ན་སྡེ་ཚན་གཉིས་ལ་བཏང་རྒྱུ་ཡོད་རེད་གསུང་གི་ཡོད་རེད་ག་རེ་ཟེར་ན་རྟེན་འབྲེལ་ཡིན་ལ་ཅུང་སྙན་པོ་དེ་སྡེ་ཚན་གཉིས་ལ་ག་འདྲ་བཏང་དགོས་རེད་ཟེར་ན། རྒྱུ་ཡི་ཀུན་ནས་ཉོན་མོངས་པའི་སྡེ་ཚན་གཅིག་དང། འབྲས་བུའི་ཀུན་ནས་ཉོན་མོངས་པའི་སྡེ་ཚན་ཟེར་ན་དེ་འདྲའི་སྡེ་ཚན་གཉིས་ལ་ཡང་བཏང་རྒྱུ་ཡོད་རེད་གསུང་རེད། དེ་བྱས་ན་ཡང་འགྲིག་འདུག། དཔེར་ན་རྒྱུ་ཡི་ཀུན་ནས་ཉོན་མོངས་པའི་སྡེ་ཚན་ཟེར་ཡ་དེ་ལ། དེ་ནི་རྟེན་འབྲེལ་ཡིན་ལ། སྔར་བཤད་དགོས་འདུག། དང་པོ་བརྒྱད་པ་དགུ་ཉོན་མོངས་གཉིས་པ་བཅུ་པ་ལས་སུ་ལས་དང་ཉོན་མོངས་མིན་པར་རྣམ་པ་གཉིས་པོ་དེ་རྒྱུ་ཡི་སྡེ་ཚན་རེད། ལྷག་མ་བདུན་པོ་གང་ཡིན་པ་དེ་ལ་འབྲས་བུ་སྡེ་ཚན་ཡང་རེད་འབྲས་བུ་ཁོ་ན་ཉོན་མོངས་པ་སོགས་ནི་རྣམ་པ་དེ་འདྲས་ཀྱི་རྣམ་པ་གཉིས་སུ་སྡེ་ཚན་ཕྱེ་བ་ཡིན་ན་འགྲིག་གི་རེད། རྣམ་པ་གཉིས་ཀྱང། ཉོན་མོངས་པ་དེ་ལ་རྒྱུ་ཡི་ཀུན་ནས་ཉོན་མོངས་པ་ནི་ཉོན་མོངས་པའི་ཀུན་ནས་ཉོན་མོངས་པ་ལས་ཀྱི་ཀུན་ནས་ཉོན་མོངས་པ་དང། དེ་གཉིས་པོ་དེ་རྒྱུ་ཡི་ཀུན་ནས་ཉོན་མོངས། འབྲས་བུའི་ཀུན་ནས་ཉོན་མོངས་པ་ནི་ཡན་ལག་ལྷག་མ་རྣམས་སོ་གསུངས་པ་རེད། རྣམ་པ་བདུན་ནི། ད་ཡང་དེ་ནི་འབྲས་བུ་རྣམ་པ་བདུན་པོ་གང་ཡིན་པ་དེ་ལ། རྣམ་པ་བདུན་ནི་རྒྱུ་རྣམ་པ་བདུན་ཏེ། གསུང་འདུས། དེ་ནས། མ་རིག་པ་ནི་ཕྱིན་ཅི་ལོག་པའི་རྒྱུའོ། ཡང་དེ་ནས་དེ་དང་དེའི། རྒྱུ་དེ་ལ་རྣམ་པ་བདུན་དུ་དབྱེ་རྒྱུ་དེ་འདྲ་ཡང་ཡོད་པ་རེད་གསུངས་པ་རེད་ག་ཟེར་ན། མ་རིག་པ་དེ། བློ་ཕྱིན་ཅི་ལོག་པར་བྱེད་པའི་རྒྱུ། འདུས་བྱས་རྣམས་ནི་ལས་འདས་པ་ལས་ཀྱི་ས་བོན་འདས་པར་བྱེད་པའི་རྒྱུ། རྣམ་པར་ཤེས་པ་གང་ཡིན་པ་དེ་ཉིད་ནི་སྲིད་པ་གང་གཟུགས་འཁོར་བ་ལ་ཉེ་བར་འཁྲིད་པར་བྱེད་པའི་རྒྱུ། མིང་གཟུགས་དང་སྐྱེ་མཆེད་ལ་སོགས་པ་དེ་དག་ནི་ཡུལ་ཀུན་ཏུ་འཛིན་པར་བྱེད་པའི་རྒྱུ། རིག་པ་དང་ཚོར་བ་གང་ཡིན་པ་དེ་ཉིད་ནི་ཡུལ་ལ་ལོངས་སུ་སྤྱོད་པར་བྱེད་པའི་རྒྱུ། སྲིད་ལེན་སྲིད་པ་གསུམ་པོ་གང་ཡིན་པ་དེ་ཉིད་ནི་འདུས་པའི་རྒྱུ། སྐྱེ་བ་དང་རྒ་ཤི་གཉིས་པོ་གང་ཡིན་པ་དེ་གཉིས་ནི་སྐྱེ་བའི་གི་རྒྱུ་རེད། དེའི་ཕྱིར་དུ་ཚང་ནི་ཡང་ཡན་ལག་བདུན་པོ་ཡོངས་སུ་རྫོགས་པ་དེ་ཚོར་མདོར་བསྡུས་བཞག་པ་ཡིན་ན་དེ་ནི་རྒྱུ་བདུན་གྱི་ནང་ལ་དེ་ནི་འདུ་འགྲོ་གི་རེད་ཟེར་ན་ད་དེ་འདྲའི་ཆེ་ནས་འདྲ་ཤེས་ཅིག་བརྒྱབ་དྭོ། དེའི་ཕྱིར་དུ་ཚང་ནི་དེ་ནི་དེ་འདྲའི་ཆེ་ནས་འདྲ་ཤེས་ཡིན་ན་ཡང་དམིགས་བསལ་ཅིག་རེད་འདི། འདྲ་ཤེས་ཅིག་དང་ཐུན་མོང་མ་ཡིན་པ་ཅིག་དྭོ། དང་པོ་རྣམ་གསུམ་ཟེར་དུས་སྟེ་གནས་ཡིན་ལ་བཅོ་གཉིས་པོ་དེ་གསུམ་གྱི་ནང་ལ་ཡང་འདུ་གི་རེད།

དེ་ནས་ཉོན་མོངས་པ་གསུམ་དེ་ལ་སྦྱར། རྣམ་གཉིས་ཟེར་ཡ་དེ་གི་ལས་གཉིས་པོ་དེ་ལ་སྦྱར། རྣམ་པ་འདོད་ཡོན་ཟེར་ཡ་དེ་འབྲས་བུ་བདུན་པོ་དེ་ལ་སྦྱར་ནས་ཤེས་ཀྱི་འདོད་བ་རྩ་བ་དེ་ལ་འབྲས་ཤེས་བྱ་དང་དག་ཁ་མ་འདྲ་བ་གཉིས་དེ་འདྲ་བྱས་ནས་འགྲོ་དགོས་ས་རེད་ཅེས་པའི་འགྱོ་གསུམ་ད་ཚོ་མདོར་བསྡུས་བྱས་པ་ཡིན་ན་དེ་འབྲས་ཀྱི་ཀུན་ནས་ཉོན་མོངས་པ་ལ་སོགས་པ་ལྟ་བུ་དག་དེ་རྟེན་འབྲེལ་ཡིན་ལ་བཅུ་གཉིས་པོ་དེ་དག་ཐམས་ཅད་ནས་རྩ་བ་དེ་ནས་ཡང་དག་པ་མ་ཡིན་པའི་གི་དེ་ནི་ཀུན་ཏུ་རྟོག་པའོ་དག་དེ་འདྲ་ཅིག་ལ་དེ་ནས་བྱུང་སོང་བ་ཡིན་པ་རེད་གསུངས་པ་རེད། དེ་བྱེད་དུས་ཙང་ནས་ད་ནི། ད་དང་འདི་འདི་འདྲའི་གི་རྟེན་འབྲེལ་ཡིན་ལ་དོན་ཡིན་པ་དེ་སེམས་ཅན་ཐམས་ཅད་འཁོར་བ་ལ་ཡང་ནས་ཡང་དུ་འཁོར་ཞིང་དེ་ནི་ཉོན་མོངས་པར་བྱེད་པ་ཡིན་དུས་ཙང་ནས་དེ་ཐམས་ཅད་ལ་དེ་ནི་ཉོན་མོངས་པའི་མིང་གིས་དེ་ནི་བཏགས་བཞག་པ་ཡིན་པ་རེད་གསུངས་པ་རེད་སྙིང་ཐག་པ་མ་ཡིན་པའི་ཀུན་ཏུ་རྟོག་པ་ལས་བྱུང་བ་ཡིན་ནོ། ད་དེ་ཡིན་ཕྱིར་དེ་གི། ང་ཚོ་ཁ་སེང་ས་བཅད་ཞུ་བ་ནང་བཞིན་བྱས་ནས་མཚན་ཉིད་ཞེས་པ་དེ་ལ་ཀུན་ཉོན་འཁོར་བས་ཀྱི་མཚན་ཉིད་དང་རྣམ་བྱང་མྱང་འདས་ཀྱི་མཚན་ཉིད་གཉིས་སུ་ཞུས་ཡོད་པ། དེའི་ནང་ནས་ད་ཀུན་ཉོན་འཁོར་བས་ཀྱི་མཚན་ཉིད་དེ་ད་ཆ་ཚང་ཞིང་འགྲོ་ཚར་བ་རེད། དེ་བྱེད་དུས་ཚང་ནས་ཀུན་སྙུང་འཁོར་བའི་གི་མཚན་ཉིད་དེ་ལ་དོན་ཚན་ག་ཚད་སྒོ་ནས་བཤད་ཡོད་རེད་ཟེར་ན་དོན་ཚན་དགུ་ཡི་སྒོ་ནས་བཤད་ཡོད་རེད་ད་མགོ་ནས་མ་བརྩད་ཡོང་དུས། དང་པོ་གསུངས་སོང་ཨ། ཀུན་ནས་ཉོན་མོངས་པ། དེ་ད་ཡང་དག་མ་ཡིན་པའི་ཀུན་ཏུ་རྟོག་པ་ཟེར་དེའི་རྩ་བ་ཅན་རེད། ཡང་དག་མ་ཡིན་པའི་ཀུན་ཏུ་རྟོག་པ་ཟེར་ཡ་དེ་གི་དོན་དག་ཚུལ་མདོར་བསྡུས་ཡོང་དུས་ཚང་ནས་ཡོད་པའི་མཚན་ཉིད་གཅིག་ཤེས་སོང་ཨ། ཡང་དག་མ་ཡིན་ཀུན་རྟོག་ཡོད་ཟེར་ནས་ཁོ་ཡོད་དགོས་རེད། དེ་མེད་སོང་བ་ཡིན་ན། ཐ་སྙད་ཀྱི་འཁྲུལ་བ་འདི་དག་ཐམས་ཅད་ཀྱང་འཁྲུལ་བ་གཞི་མེད་དུ་ཐ་སྙད་ཙམ་དུ་ཡང་འཁྲུལ་གཞི་མེད་པར་ཆགས་འགྲོ་གི་རེད། དེ་འདྲ་ཡང་དག་མ་ཡོང་གི་ལ་འདོད་པ་ཡོད་དགོས་ཀྱི་རེད་གསུངས་ཡང་འདྲའོ། མེད་པའི་མཚན་ཉིད་ཅིག་བཤད་སོང་ག་རེ་བཤད་རེད་ཟེར་ན། དེ་འདྲའོ་ཡང་དག་མ་ཡིན་པའི་ཀུན་ཏུ་རྟོག་པ་དེ་ལ། ཀུན་བཏགས་གཟུང་འཛིན་གཉིས་པོ་དེ་ང་རང་ཚོར་འཁྲུལ་བདེ་བ་འཁྲུལ་སྣང་ཅིག་རེད་མ་གཏོགས་པའི་འཁྲུལ་བ་སྣང་བ་ནང་བཞིན་དུ་ཡོད་བདེ་བ་ཅིག་མ་རེད་དེ་ཡིན་དུས་མེད་པའི་མཚན་ཉིད་རེད་ཟེར་ན་མེད་པའི་མཚན་ཉིད་བཤད་པ་ཡིན་པ་རེད། དེའི་བཞིན་དུ་ཀུན་བཏགས་གཟུང་འཛིན་གཉིས་པོ་དེ་གཞན་དབང་དེའི་སྟེང་དུ་སྟོང་སོང་བ་གང་ཡིན་པ་དེ་ལ་རང་གི་མཚན་ཉིད་བཤད་པ་རེད་དེ། རང་གི་མཚན་ཉིད་དང། དེའི་རྐྱེན་དུ་དེ་ནི་བསྡུས་པའི་མཚན་ཉིད། ཚུར་མདོར་བསྡུས་པའི་མཚན་ཉིད། དེའི་རྐྱེན་དུ་དེ་ནི་མེད་པའི་མཚན་ཉིད་དེ་ལ་དཔེར་ན་ཀུན་བརྟགས་གཟུང་འཛིན་གཉིས་ཀྱིས་སྟོང་པའི་སྟོང་ཉིད་དེ་གང་དེ་གཅིག་གི་ཐོག་ནས་རྟོགས་དགོས་རེད་ཟེར་གྱི་འདུག་ཙང་ནི་དེ་ནི་ད་དང་འདི་གསུངས་དོགས་མི་དམིགས་དམིགས་པ་ལ་ནི་བརྟེན་ནས་སོ་མི་དམིགས་པ་ནི་རེ་དོགས་སྐྱེ་ལ་སོགས་པ་ལྟ་བུ་དེ་ཚོ་གིས་མེད་པའི་མཚན་ཉིད་ལ་འཇུག་པའི་ཐབས་ཀྱི་མཚན་ཉིད་ཟེར་ནས་བཤད་སོང་དེ་རེད་ཐབས་ཀྱི་མཚན་ཉིད་དང། དེ་ནས་རབ་ཏུ་དབྱེ་བས་ཀྱི་མཚན་ཉིད་ཅིག་ཤེས་པ་ལས་རབ་དབྱེ་ས་ཡུན་དུ་ཚང་ནས་ཡང་དག་མ་ཡིན་པའི་ཀུན་ཏུ་རྟོག་པ་ཟེར་ཡ་དེ་ལ་སེམས་དང་སེམས་བྱུང་གི་དེ་ནས་དབྱེ་བ་དེ་ནས་བྱེད་རྒྱུ་ཡོད་རེད་ཟེར་ཡ་འདྲ་བོ་རབ་ཏུ་དབྱེ་བས་ཀྱི་མཚན་ཉིད་དང། དེའི་བཞིན་དུ་དེ་ནས་མིང་གི་རྣམ་གྲངས་ཀྱི་མཚན་ཉིད་དང། དེའི་བཞིན་དུ་དེ་ནས་འཇུག་པའི་ཀྱི་མཚན་ཉིད་དང་འཇུག་པའི་ཀྱི་མཚན་ཉིད་སོགས་ཡུན་དུ་ཚང་ནས་དེ་ལ་དེ་ནས་འཇུག་ཚུལ། དཔེར་ན་སེམས་དང་སེམས་བྱུང་དེ་ཚོ་དེ་ཁ་ཤས་དེ་ནས་ཡུལ་ལ་ངོ་བོ་ཙམ་གྱི་སྒོ་ནས་འཇུག་ཡོང་བ་འདྲ་བོ་ཁ་ཤས་ཡུལ་གྱི་ཁྱད་པར་ལ་འཇུག་ཡོང་བ་འདྲ་བོ་དེ་ནས་ཚོར་བ་འདྲ་བོ་ཅིག་ཡིན་ན་ད་ལྟ་འདི་ཡུལ་ད་ལྟ་ད་ཅིག་བདེ་སྡུག་ལ་སོགས་པ་ལྟ་བུ་ཉམས་སོ་མྱོང་བ་ཚུལ་གྱི་སྒོ་ནས་འཇུག་ཡོང་བ་འདྲ་བོ་ད་དེ་འདྲ་ཞིག་ན་སེམས་དང་སེམས་བྱུང་གི་འཇུག་ཚུལ་གྱི་ཤེས་རབ་དེང་དུ་འཇུག་པའི་མཚན་ཉིད་དང། དེ་ནས་དེའི་འོག་ཏུ་ཀུན་ནས་ཉོན་མོངས་པའི་མཚན་ཉིད་ད་ལྟ་འདི་ད་དེ་འདྲ་ཡིན་ལ་བཅུ་གཉིས་ལ་སོགས་པའི་སྒོ་ནས་འཁོར་ཚོགས་དེ་འདྲ་ཞིག་ཤེས་སོང་ཨ་དེ་གསུངས་པར་དེང་དུ་ཀུན་ནས་ཉོན་མོངས་པའི་མཚན་ཉིད་དེས་མདོར་ན་ད་ཀུན་ཉོན་འཁོར་བས་ཀྱི་ཆོས་དེ་དག་ཐམས་ཅད་དེ། མཚན་ཉིད་རྣམ་པ་དགུ་ཡི་སྒོ་ནས་དེ་ནི་རྟེན་ཅེས་བ་དེ་འདྲ་ཅན་ཡིན་གསུངས་པ་རེད་ད་དེ་ཡིན་ཆད་དེ་གི་འཁོར་བ་ལ་དེ་ནི་འཁྲུལ་ཚུལ་ཟེར་ཡང་ད་དེ་རྟེན་ཡིན་པ་རེད།